ལོ་རྒྱུས་སུན་འབྱིན་སུ་དགོས་པ་ཡི་ལེའུ་གསུངས་པ། ད་ལྟ་ང་ཚོ་ཆོས་ཁང་གི་དངོས་ཁྲིད་སྐོར་སྐད་ཆ་བཤད་གི་ཡིན། ཁོ་རྣམས་ག་པར་ན་ཧམ་དུ་སླེབས་དུས་ཆོས་ཁང་གི་ཁྲིད་བསྡུ་མཁན་རྣམས་པི་ཏྲ་ཙཱ་ཡོང་ནས་ཁོང་ལ། ཁྱོད་ཚོ་ཡི་རྒན་ལགས་ཀྱིས་ཆོས་ཁང་ཡི་ཁྲིད་བཀྲིས་གི་མ་རེད་པས་ཞེས་སྐད་ཆ་དྲིས་པ་རེད། པི་ཏྲ་ཡི་ལན་དུ། མཇལ་གི་རེད་ཞེས་ཟེར་བ་རེད། དེ་ནས་ཁོང་པ་ནང་དུ་སླེབས་པ་དང་ཡེ་ཤུ་ཡི་སྔོན་དུ། སུས་མིན་པི་ཏྲ་ལགས། ཁྱེད་ཀྱིས་ག་རེ་གསང་གི་འདུག། འཇིག་རྟེན་པ་རྒྱ་བོད་རྣམས་ཀྱིས་སུས་ནི་ཁྲིད་ལེན་གི་རེད། རང་གི་བུའམ། ཡང་ན། གཞན་རྣམས་ནས་ཁྲིད་བསྡུ་གི་རེད་དམ་ཞེས་སྐད་ཆ་དྲིས་པ་རེད། པེ་ཏྲ་ཡིས་མི་གཞན་རྣམས་ནས་འདི་གི་རེད་ཞེས་ཤོད་པ་དང་ཡེ་ཤུ་ཡིས་ཁོང་ལ། འོ་ན། བུ་རྣམས་ཀྱིས་འཇལ་དགོས་གི་མ་རེད། འོས་ཀྱང་ང་ཚོས་ཁྲུས་བསྡུ་མཁན་རྣམས་ལ་ཁོང་ཁྲོ་ལོན་དུ་ཅུང་བསྡད་མི་འདུག། ཁྱོད་ཚོ་ལ་ཉར་མཛད་དུ་སོང། སྐྱ་ཆུ་གཡུག་ནས་ན་དང་པོ་འཛིན་པ་དེ་ཡིས་ཁ་ཕྱེས་པ་ཡིན་ན། དེའི་ནང་དུ་སྐྲངས་ཀ་ཡོད། དེའི་ཕྱི་ནས་ཁྱེད་དང་ང་ཡི་ཆེད་དུ་ཁྲུས་བསྡུ་མཁན་རྣམས་ལ་སྤྲད་དམ་དེ་ཡིས་ཏག་ཏག་འདང་གི་རེད་ཞེས་གསུངས་པ་རེད། དེ་ནས་པི་ཏྲ་ཚུར་ལ་མཆན་པ་དང་ཉྭ་གསན་ནས་ཡེ་ཤུ་གིས་གསུངས་པ་ནང་བཞིན་བྱོན་ནས་ཁོང་གིས་ཁྲིའི་རྡུལ་སྐྱེས་རྣམས་ལ་ཁྲིའི་མཚོ་མ་སྤྲད་གནང་བ་རེད། དེ་ནས་ཡེ་ཤུ་དང་སློབ་མ་རྣམས་མུ་མཐུད་ནས་འགྲོ་བ་དང་ཀ་པར་ན་ཧམ་གྱི་ཁང་པ་ལ་སླེབས་པ་རེད། དེ་ལ་ཁོང་གིས་སློབ་མ་རྣམས་ལ། ཁྱོད་ཚོ་ལང་ཀ་ལ་ཡོང་བཞིན་ཡོད་པའི་སྐབས་སུ། ག་རེའི་སྐོར་ལ་རྩོད་གླེང་བྱས་ཡོད་དམ་ཞེས་སྐད་ཆ་དྲིས་པ་རེད། ཁོ་ཚོའི་ངོ་ཚ་ནི་ཁ་བཙུམས་པ་རེད་གང་ཡིན་ཟེར་ན་ལང་ཀ་སྟེང་དུ་ཁོ་ཚོས། ང་ཚོ་ཡི་སྐྱིད་ལགས་སུ་མི་སྐད་ཤུ་ཤུ་སི་ཡིན་ནམ་ཞེས་རྩེད་ལེན་བརྗོད་པ་རེད། ཡེ་ཤུ་མ་འདས་པ་དང་སློབ་མ་བཅུ་གཉིས་རང་གི་དྲུང་དུ་སྐད་བཏང་ནས། མི་སུ་ཞིག་ཨང་དང་པོ་བྱེད་འདོད་ཡོད་ན། མཐའ་མ་དེ་བྱེད་དགོས་ཀྱི་ཡོད། དེ་ཡིས་མི་ཐམས་ཅད་ལ་གཡོག་པོ་བྱེད་དགོས་ཀྱི་ཡོད་ཞེས་གསུངས་པ་རེད། ཡེ་ཤུ་ཡིས་སྤུ་གུ་ཆུང་ཆུང་ཞིག་ཁྲིད་ནས་ཁོ་ཚོ་ཡི་དཔྱིད་དུ་ལོངས་སྤྱོད་པ་དང། དེ་ནས་སྤུ་གུ་དེ་རང་གི་པང་ཁ་ལ་བཞག་ནས་ཁོ་ཚོ་ལ་གསུངས་པ། མི་སུ་ཞིག་གིས་སྤུ་གུ་ཆུང་ངུ་དེ་དང་འདྲ་པོ་རྣམས་ཀྱི་ནང་ནས་གཅིག་ལ་ང་ཡི་ཚེ་རྗེས་ནས་དགའ་བསུ་ཞུས་པ་ཡིན་ན། ང་ལའང་དགའ་བསུ་ཞུ་ཡི། མི་སུ་ཞིག་གིས་ང་ལ་དགའ་བསུ་ཞུས་པ་ཡིན་ན། ང་མངགས་མཁན་ལ་ཡང་དགའ་བསུ་ཞུ་ཡི་ཞེས་གསུངས་སོ།